སྟག་རི་རྗེས་དེ་གི་ཉི་མ་དེ་དུས་དང། སྟག་རི་རྗེས་ཀྱི་ཉི་མ་གི་དུས་དེ་ལ་ཁད་ནས་ང་ཚོ་གི་ཀན་པོད་ཀྱི་རྒྱལ་ཡག་གི་ད་ལྟ་གོད་སྒྲིག་བྱེད་ཀྱི་ཡོད། འདི་ང་ཚོ་བོད་པ་མང་པོ་ཞིག་ཡོང་གི་ད་ལྟ་ཆ་བྱེད་ཀྱི་ཡོད་གོད་སྒྲིག་ཡག་པོ་ཅིག་གོད་སྒྲིག་དཔེ་མི་སྲོད་མང་པོ་བྱེད་ཀྱི་ཡོད་ལས་མང་པོ་སྤྲད་ཀྱི་ཡོད། དེ་སོང་ཙང་འདི་ད་ལྟ་དེ་ཀན་པོད་རྒྱལ་ཡག་གི་རྒྱུན་ཚད་དེ་སྤྱི་སྟངས་ནི་ང་རང་ཚོ་ད་ལྟ་དེ་གཙོ་བོ་རྡོ་རྡོ་དེ་བོད་ནང་ལ་རང་དབང་མེད་པ་དང་ཨ་ནི་བོད་ནང་ལོག་ལ་རང་ལུས་མེ་སྲེག་བཏང་མཁན་དེ་ཚོ་གི་ག་དུས་ཡིན་པ་ཡིན་ན་ཡང་ཨ་ནི་བོད་མི་ཚང་མ་ཨ་ནི་གཞིས་བྱེས་མྱང་ཚོར་དགོས་ཟེར་བ་དང་ཨ་ནི ྋསྐྱབས་མགོན་རིན་པོ་ཆེས་བོད་ལ་གདན་འདྲེན་ཞུ་དགོས་ལབ་པ་དེ་ད་གང་ནང་བྱས་ཀྱི་ཨ་ནི་བོད་ནང་ལོག་ལ་རང་ལུས་མེ་སྲེག་བཏང་མཁན་ཨ་ནི་ད་ལྟ་དེའི་ཀྲུའུ་ཇི་རེན་གསུམ་ཚོས་ཕྱག་འཚལ་བ་རེད།

ཡོད་ཁྱེད་ཚོ་ག་དུས་ཡིན་ན་ཡང་ང་ཚོ་གི་དུས་ན་ཡང་སུ་སུའི་བོད་པ་ཡིན་པ་བོད་པ་གཙང་མ་ཞིག་ཡིན་པ་དང་སུ་སུ་གི་མི་རིགས་དང་སུ་སུ་གི་རྒྱ་གར་དང་སུ་སུ་གི་རྩ་གཏོར་ལ་ང་ཚོ་ག་དུས་ཡིན་པ་ཡིན་ན་ཡང་དུས་ན་ཡང་བཞག་གི་མེད་ཨ་ནི་ང་རང་ཚོའི་བོད་མི་ཚང་མ་གཞིས་བྱེས་ཉོན་ཚོ་མ་སླེབས་པ་དེ་ང་རང་ཚོ་གི་ངོ་ནས་ད་ཉི་མ་སྐྱིད་ལ་བཏང་ན་ཞིག་འགྱུར་བ་རྩ་བ་ཉིད་ནས་མེད་བོད་ཕྱི་ནང་གཉིས་ལ་ཡོད་པའི་གི་བོད་རིགས་བོད་དོན་ཚང་མ་ཨ་ནི་ང་ཚོ་ཚང་མ་གི་རྡོ་རྩ་གཅིག་སྒྲིལ་ཡིས་མི་སེར་གྱི་ནི་བོད་ནང་ལོགས་ལ་ཨ་ནི་ལས་ཅན་པ་དང་ཨ་ནི་རྒྱ་མི་ཞོག་གི་ལས་ཀ་ཅན་གྱི་མང་པོ་ཅིག་ཡོད་རེད་དེ་ཡིན་པ་ཡིན་ན་ཡང་ཁོ་རང་ཚོ་གི་སེར་ནང་ནི་ཨ་ནི་བོད་པ་ཡིན་པ་ཅིག་ཁོ་ཚོ་ཚང་མ་ཧ་གོ་གོ་རེད་ད་རྟོགས་ཐུབ་གོ་རེད། ཚང་མ་ཧ་གོ་གོ་རེད་ཡིན་པ་ཡིན་ན་རྒྱ་ནག་ཞོག་གི་ད་བཙན་དབང་ཐོག་ནི་ལས་ཀ་ཅིག་སྤྲད་བསྡད་ཡོད་རེད་དེ་ཡིན་པ་ཡིན་ན་ང་ཚོ་ཚང་མ་རྡོ་རྩ་གཅིག་སྒྲིལ་ཡིས་ང་ཚོ་ཚང་མ་ག་བ་ཡིན་ན་ཡང་བོད་ཕྱི་ནང་གཉིས་ལ་ཡོད་པའི་བོད་རིགས་པ་ད་ཚང་མ་ཤ་ཁྲག་གཅིག་པ་རྩམ་པ་བཟང་ངན་གཅིག་པ། ཨ་ནི་ང་ཚོ་ངོ་ནས་བོད་རིགས་བོད་དག་ཚང་མ་བླ་མ་གཅིག་གི་ལུས་མ། ང་ཚོ་ཚང་མ་ངོ་ནས་དགྲ་ཟླ་རྡོ་རྩ་གཅིག་སྒྲིལ་ཡིད། འདི་དེ་རེ་ངེས་ཀྱི་འདི་ཡོ་ག་ཚར་བཞག་གི།